ཆོས་ཀྱི་འཁོར་ལོ་བསྐོར་རོགས་བསྐུལ་བའི་གསོལ་བ་བཏབ་ཡ་དེ་པད་མ་སི་ཀི། དེ་ནི་དགེ་བའི་རྩ་བ་ཆེན་པོ་རེད་ད་རུང་ཡིན་ན་ཡང་ཆོས་སྨྲ་བ་དང་བླ་མ་ཚད་ལྡན་འདི་ཚོ་མཁན་པོ། ད་རྒྱུད་པ་ཡོད་མཁན་དེ་ཚོ་ལ་ཡང་མུ་མཐུད་ནས་གསོལ་བ་བཏབ་རོགས་གནང། དེ་ནས་ད། ང་ཚོའི་བླ་མ་ཚོ་གི་གསུང་གི་རེད་དུས་ཚོད་སྙིགས་མ་རེད། དེ་ནས་དུས་ཚོད་སྙིགས་མ་ཟེར་མཁན་དེ་ལ་ཡང་བཤད་སྟངས་འདྲ་པོ་ཅི་མང་པོ་ཞིག་འདྲ་ཡོད་ས་རེད། ད་ནི་ཚེ་ཡི་སྙིགས་མ་ཟེར་མཁན་འདྲ་དང་ཉོན་མོངས་པའི་སྙིགས་མ་ཟེར་མཁན་འདྲ་དང་ལྟ་བའི་སྙིགས་མ་ཟེར་མཁན་འདྲ་བུ་དེ་ཚོ་མང་པོ་ཅིག་བཤད་སྟངས་འདྲ་མི་འདྲ་མང་པོ་ཅིག་འདུག། དེ་ནས་ད་ཕྱོགས་གཅིག་ནས་དུས་ཚོད་སྙིགས་མ་ཡིན་ན་ཅིག་རེད་ཟེར་ནས་ད་ཡང་ཅིག་སེམས་པ་ད་ག་རེ་ཟེར་དགོས་རེད་དངངས་སྐྲག་བྱེད་དགོས་ཡ་ཅིག་རེད་དེ་ཡང་ཕྱོགས་གཅིག་ནས། དེ་ནས། སྤྱིར་ན་ང་རང་ཚོའི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་བོད་ཀྱི་ཆོས་ཡོངས་རྫོགས་དེའི་ནང་ནས་ཀྱང་གསང་སྔགས་རྡོ་རྗེ་ཐེག་པ་དེའི་ནང་ནས་ཀྱང་ད་ད་ལྟ་རང་བཞིན་རྫོགས་པ་ཆེན་པོའི་ཆོས་འདྲ་པོ་འདི། དེ་ནས་དུས་ཚོད་སྙིགས་མ་ག་ཚད་ཀྱི་བར་དུས་ཚོད་དེ་སྡུག་རུ་སྡུག་རུ་ཕྱིན་པ་ཡིན་ན་ཡང་དེ་ག་ཙམ་གྱིས་ཀྱི་ཆོས་ཀྱི་ནུས་པ་དེ་ཆེ་རུ་ཆེ་རུ་འགྲོ་གི་ཡོད་རེད། ད་སངས་རྒྱས་ཁོ་རང་གི། གང་ཟེར་སངས་རྒྱས་ཙམ་གྱིས་མ་རེད་ད་བླ་མ་བརྒྱུད་པ་དང་བཅས་པ་ཐམས་ཅད་ཀྱིས་དེ་འདྲ་གསུངས་དང་གསུང་བཞིན་པ་རེད། དེ་ཡིན་དུས་ཐོག་ན་དེ་ནས་ག་རེ་ཟེར་དགོས་རེད། ད་ལྟ་ཡང་ང་རང་ཚོས་ཉམས་སུ་ལེན་ཐུབ་པ་ཡིན་ན་དེ་ནི་ཏན་ཏན་ལྡི་ལི་ཡར་འབྲས་བུ་ཐོབ་ཡ་ཡོད་པ་ཐག་ཆོད་པ་ཡིན་ས་རེད། དེ་ནས་དུས་ཚོད་སྙིགས་མ་ཟེར་དུས་ག་ན་ད་ང་ཚོ་ཁྱེད་པ་ཅིག་ཐེ་ཚོམ་འདི་རོགས་ཐེ་ཚོམ་འདི་ཡིད་ཆེས་རོགས་མ་བྱས་ནས། དེ་ནི་དེ་ཡིན་དུས་ག་ན་ད་ཐེ་ཚོམ་གྱི་གཉེན་པོ་ལ་ཐོས་བསམ་སྤེལ་རྩེད་བྱེད་ཐུབ་མཁན་ཚོ་རྗེ་ཡག་གི་དུས་ཚོད་ཡོད་མཁན་ཚོ་དེ་འདྲས་དེ་ནས་གནང་རོགས་གནང། དེའི་ནང་ནས་དེ་ནས་དུས་ཚོད་ཡོད་མཁན་ཚོ་དེ་ནས་དཔེར་ན་སེམས་ཙམ་པའི་གི་གཞུང་འདྲ་པོ་དེ་ཚོ་ལ་ཡང་ཐོས་བསམ་བྱེད་ཐུབ་པ་ཡིན་ན་དེ་ནི་ཧ་ཅང་གི་ཡག་པོ་མིན་འགྲོ། ག་རེ་རེད་ཟེར་ན། པད་མ་སྲིད་ཀྱི་མཚན་མ་དང་དེ་ཚོ་ཡག་པོ་ཞེ་དྲག་ཡོད་རེད། དེ་ནས་དེ་ག་ན་བཞིན་གྱི་དབུ་མ་དང་ད་ལྟ་འདྲེས་ཀྱི་དེ་ཚོའི་སྟེང་དུ་ལ་ཡང་གང་ཟག་ཐོས་བསམ་གྱིས་གནང་ཐུབ་པ་ཡིན་ན། དེ་ནས་དེ་ངས་དམིགས་བསལ་ཞུ་དགོས་ཡ་དེ་ག་རེད་ཟེར་ན་ད་གང་ག་གི་ད་རེད་ཐུབ་ཀྱི་མ་རེད་དེ་ཡིན་ན་ཡང་ང་ཚོ་ཆོས་ཕྱོགས་ལ་ཡ་ད་དུས་ཚོད་ཡོངས་རྫོགས་གཏང་མཁན་གྱི་གྲས་ཅིག་ཡོད་རེད་བ་ད་བླ་མ་གྲྭ་པ་ཟེར་བ་རེད། སྤྲུལ་སྐུ་ཟེར་བ་ལས་དེ་ཚོ་བྲལ་ཏེ་གཏད་ཚོད་ཀྱི་ཐོས་བསམ་གནང་ཐུབ་མཁན་གྱི་རིགས་དེ་གཏད་ཚོད་གནང་བ་ཡིན་ན། དེ་ནི་རྐང་ཚུགས་པ་ཅིག་ཡོང་ཡོང་ཡར་ལ་འཕེན་གྱི་རེད་བསམ་གྱི་འདུག་དེ་མ་ཡིན་པ། ད་དེང་སང་དཔེར་ན་སཱཏ་གུ་རུ་ཟེར་མཁན་ཡོད་རེད་དེང་སང་སྐད་གྲགས་ཆེན་པོ་རེད་ཁོང་ལ་སློབ་མ་ཡང་མང་པོ་རེད་ངས་ཁོང་གིས་བཤད་བཞག་པ་དེ་འདྲའི་གང་ལ་གང་འཚམ་ཉན་མྱོང་འདྲ་ཆགས་པོ་ཞེ་དྲག་ཡོད་རེད་ཁ་བདེ་པོ་ཡོད་རེད། ཡིན་ན་ཡང་ག་ས་ག་ས་ནས་ཚུལ་གཅིག་འདྲ་ཆགས་པོ་དེ་ཚོ་ཚུལ་ནང་པ་དང་ཧིན་རྡུ་གི་རིག་བྱེད་དང་དེ་ཚོའི་ནང་ནས་ཚུལ་བཏུས་དེ་ཚེ་དེ་ཚོས་དེ་ཚེ་དེ་དགོངས་ཟེར་བ་རེད་བ་དེའི་ཚེ་དེའི་དུས་ན་མི་ཚོ་གི་ད་སྤྱི་བཏང་ནས་མི་ཟེར་མཁན་དེ་ཚོར་བ་ཚོར་བ་དེ་དཔེ་ཚོར་བ་ལ་ད་དབྱིན་ཇི་སྐད་ལས Entertain ཟེར་བ་རེད་ད་བོད་སྐད་ག་རེ་ལབ་དགོས་ཀྱི་ཡོད་ཡིན་ན། ཚོར་བ་ལ་ཡ། ཅིག་ཐུགས་དམ་བསྐང་ཐུབ་པ་ཡིན་ན། དེ་ཚེ་དེ་ཚོའི་རིང་དུ་ལ། ད་དེ་ལ། ད་དེ་ལ་དཔེ་དགའ་བོ་རེ་བ་དེང་སང་དེའི་ནང་ནས། སྤྱི་ཚོགས་གསར་པའི་གི་མི་དེ་ཚོར་བ་རྣོན་པོ་བྱེད། དེ་ཚེ་དེའི་རིང་དུ་ལ། དེ་ནི་མི་གཅིག་གི་དགྲ་ཆགས་པོ་ད་སེམས་པ་ལ་བབ་བོ་ཅིག་བཤད་མཁན་ཅིག་ཡོད་ན་དེ་ནི་དེ་ལ་ཞི་བོ་ཅིག་དགའ་འགྲོ་མཁན་དེ་འདྲ་རེད་བ། དེ་ནས་དེ་དེ་མ་འགྲིག་པ་དག་ཡོད་མ་རེད་དཔེར་ན་གསར་དུ་དགོད་བྲོ་འདྲ་པོ་ཅིག་ཡིན་ན། རྒྱ་གར་གྱི་རིག་གཞུང་དང་རྒྱ་གར་གྱི་ཆོས་ལ་ཡང་བརྒྱུད་ནས་ཕན་ཡང་ཐོག་ཡོད་ས་རེད་བསམ་མཁན་ཡིན་ཡང་ག་རེ་རེད་ཟེར་ན། རྒྱ་གར་གྱི་མི་མང་པོ་ཅིག་རྒྱ་གར་གྱི་རིག་གཞུང་ལ་ཡང་ཆོས་ནས་དོ་སྣང་གཏན་ནས་མ་བྱས་པར་ལོ་མང་པོ་ཆགས་རེད། ད་ཁོ་འདྲ་པོ་དང་དེ་འདྲས་ཀྱི་དབང་གིས་དེང་སང་རྒྱ་གར་ཕོ་གསར་མོ་གསར་ཚོ་ཡང་རྒྱ་གར་གྱི་རིག་གཞུང་བལྟས་བལྟས་སུ་དོ་སྣང་སླེབས་བསྡད་ཡོད་རེད། ཡིན་ན་ཡང། དེ་ནས་ང་ཚོས་ད་ལྟ་འདས་ལ་ཡང་བླ་མ་སྤྲུལ་སྐུ་དགེ་བའི་བཤེས་གཉེན་ཐམས་ཅད་ལ་ཐོས་བསམ་གནང། ཐུབ་མཁན་གྱི་རིགས་དང་གནང་ཡག་གི་གོ་སྐབས་ཡོད་མཁན་གྱི་རིགས་དེ་ལ་བལྟས་ཚོད་ཀྱིས་ཐོས་བསམ་བལྟས་ཚོད་གནང་ཐུབ་པ་ཡིན་ན། དེ་ནི་རྐང་ཚུགས་པ་ཡག་པོ་ཡོང་གི་མེད་འགྲོ། དེ་མ་བྱས་ན་ག་ཚོད་སྤྲུལ་སྐུ་ཨོ་རྒྱན་རྡོ་རྗེ་ག་ཡར་གསུངས་སོང། རྫོགས་པ་ཆེན་པོ་ཟེར་མཁན་དེ་འདས་པའི་གི་རྗེས་མ་བརྗེད་མ་འོངས་པའི་གི་མདུན་མ་སོགས་ད་ལྟ་གི་དེ་ལ་བལྟས་ནས་ཕ་འདི་འདྲས་བྱས་ནས་མགོ་མེད་གཡེང་མེད་བྱས་ནས་བཞག་ཆོག་པ་དེ་རེད། དེ་ག་ཙམ་གྱིས་ལ་རྫོགས་པ་ཆེན་པོ་ཡིན་བསམ་སྟེ་གིན་གཏམ་མང་པོ་རེ་བྱས་རྗེས་དེ་ཚོ་ད་ཡིན་ད་ཡིན་ང་རང་ཚོ་བླ་མ་སྤྲུལ་སྐུ་ཚོ་གི་ཡ་དེ་འདྲའི་དགོངས་མཁན་མང་པོ་འདུག་དེ་ནི་འདས་པའི་གི་རྗེས་གཅོད་འགོག་ཡ་གི་ནང་པའི་གི་ཆོས་གཅིག་ཡང་ཡོད་མ་ཁོ་རང་བྱེ་བྲག་མ་ཧྲ་བ་ནི་ཡ་མ་འོངས་པའི་གི་མདུན་བསུ་དགོས་ཡ་གི་ནང་པའི་གི་ཆོས་ཟེར་མཁན་དེ་གཅིག་ཡང་ཡོད་མ་རོ་བྱས་ཙང་དེ་ནི་གང་ཟག་གཏིང་ཚུགས་པོ་དང། དེ་ནས་ང་ཚོས་དེ་དག་བདག་པོ་རྒྱབ་སྟངས་འདྲ་པོ་དེ་དེ་ལས་ཕན་པ་མེད་འགྲོ། དེ་ནི་དེ་རེད་དེ་ཡང། རྫོགས་པ་ཆེན་པོ་ཐུན་མོང་མ་ཡིན་པ་ཁོ་རང་ཁ་སང་ཁ་སྙན་མང་པོ་ཞུས་པ་ཡིན། ད་ཐོས་བསམ་རྐྱང་པ་གི་སྒོ་ནས། དེ་ནི་རྫོགས་པ་ཆེན་པོ་གི་དོན་དག་དེ་དངོས་ནས་རྟོགས་དགོས་ཀྱི་ཡོད་ན་ནི་ཡང་འགྲིག་དེ་གི། དེ་གི་རེད་ཐུབ་དཀའ་ལས་ཁ་པོ་ཡིན་ས་རེད་མཁྱེན་བརྩེ་དབང་པོ་གི་གསུང་ཐོར་བུ་དེ་ཚོ་ནང་ན་མང་པོ་ཡོད་རེད། ཐོས་བསམ་བྱས་ནས་དེ་ནི་རྫོགས་པ་ཆེན་པོ་གི་གནས་ལུགས། གང་ཟག་རྫོགས་པ་ཆེན་པོ་གིས་ཧ་གོ་དགོས་ཀྱི་ཡོད་ན་ཕལ་ཆེར་ཡོང་གི་མ་རེད། རང་རང་སོ་སོ་གི་བསོད་ནམས་དང་བླ་མེད་ཀྱི་བྱིན་རླབས་ལ་བརྟེན་ནས་དེ་ནས་གང་ཟག་རྫོགས་པ་ཆེན་པོ་གི་དོན་རྟོགས་དགོས་ཀྱི་རེད། རྟོགས་དགོས་ཀྱི་ཡོད་རེད་ད་ལྟའི་ཁོ་རང། དེ་འདྲ་ཡིན་ས་རེད་ད་ཁ་སང་གོང་དུ་ཡང་མང་པོ་ཞུས་པ་ཡིན་ང་འདྲ་བོ་ཅིག་ཡིན་ན་རྫོགས་པ་ཆེན་པོ་གི་ཆོས་མང་པོ་ཞུས་ཡོད་རེད་བླ་མ་དཔལ་དངོས་ནས་ད་བླ་མ་ཐུགས་རྗེ་ཆེ་དྲག་དེ་ནས་ང་རང་གི་དོན་གཉེར་ད་བཙལ་བཙལ་སུ་ད་ཡོད་ཀྱི་རེད་དེ་ང་རང་གི་དོན་གཉེར་ལས་ཀྱང་ངའི་བླ་མ་ཚོ་གི་ད་ང་རང་གི་དོན་དང་དེ་ནས་བསྟན་པ་གཅིག་གི་དོན་ལ་སོགས་པ་ཡི་ལུས་ཡིན། པའི་ཐུགས་འཁུར་ཆེན་པོ་བཞེས་བྱས་ནས་སྐྱབས་རྗེ་ཐེམ་སྐུ་ཆེན་རྩེར་འབུལ་ཅི་དྲག་ཅིག་ཡིན་ན། མཚམས་མཚམས་ན་ང་ཚོའི་གྲས་ལུང་ཤོ་དེབ་རེ་རེ་ཚེ་གཉིས་རེ་ཚེ་ཆད་སོང་བ་ཡིན་ན་ཡང། ང་ཚོ་གི་སྟག་རྩ་ནས་མ་བརྒྱབ་པ་ལ་ཁོང་རིགས་ཀྱིས་དེ་ནས་སྟག་བརྒྱབ་ནས་ཁྱོད་རང་འདི་འདི་ག་འདི་ག་ཟེར་ནས་ཁྱོད་རང་ཆད་སོང་དེ་གཞན་དག་ཅིག་ནས་ཚུར་ཁ་སྐོང་ཟེར་དེ་འདྲའི་གི་ཐུགས་འཁུར་བཞེས་པ་དེ་འདྲ་ངས་དེ་ལྟར་དྲན་གྱི་འདུག་གངས་ཅན། ད། རྫོགས་པ་ཆེན་པོའི་གནས་ལུགས་བསྒྲུབ། དེ་སྔོན་ནས་ཧ་གོ་དགོས་ཀྱི་ཡོད་ན། ད། སློབ་སྦྱོང་བྱས། ཙམ་གྱིས་མ་ཡིན་པར་ད་སྔོན་ནས་མོས་པ་སྤྲོ་བ། དེ་ལ་ཡང་དེ་ནས་གསོལ་བ་གདབ་ཡ་དེ་གལ་ཆེན་པོ་ཞི་དྲག་ཡིན་སར་ང་འདྲ་གཅིག་ནས་ད་ལྟ་ཞུ་གི་ཡོད། དེ་སྔོན་ནས། ཐབས་སྐྱོ་པོ་སྡུག་པོ། ཕྱོགས་གཅིག་ནས་ད་དེ་འདྲའི་དོ་སྣང་གང་ཡང་མ་བྱས་པ་རེད་ལོ་ཆུང་ཆུང་དེ་ཚོ་ལོ་དམིགས་བསལ་གྱི་ལོ་ཆུང་ཆུང་སྐབས་སུ་ད་ཕྱིས་སུ་ད་རྩེ་ཆུའི་རྒན་རྒོན་ཆགས་ནས་ད་འདི་དགོས་ཀྱི་ཡོད་ས་རེད་བསམ་ནས་དེ་ཡང་ད་མཚམས་མཚམས་ལ་རེད་རྟག་པར་ཡོང་ཐུབ་ཀྱི་མི་འདུག་མཚམས་མཚམས་ལ་ད་དངོས་གནས་རྫོགས་པ་ཆེན་པོའི་ཆོས་འདི་རྩ་ཆེན་པོ་རེད་ཟེར་གི་ད་རྫོགས་པ་ཆེན་པོའི་ཆོས་ཙམ་གྱིས་མ་རེད་ཆོས་ཐམས་ཅད་སྤྱོད་འཇུག་ཅིག་ཡིན་ཆེ་ནས་ད་ནི་བླ་མ་ལ་གསོལ་བ་བཏབ་ཡི་དམ་ལ་གསོལ་བ་བཏབ། མིག་ཚིག་གི་འབྲེལ་པ་འདི་འདྲ་གང་ཡང་མ་ཀློག། ཟེར་བ་ལྟར་དེ་འདྲའི་བྱེད་པ་བྱེད་དུས་གང་ན་དེ་ནས། དཔེར་ན་རྫོགས་པ་ཆེན་པོའི་གི་ཚིག་ཁ་ཤས་གོ་རྒྱུ་འཚོལ་རྒྱུ་འདྲ་གང་གང་ཡང་མེད་ཅོག་འདི་ད་ཅི་གསུང་བ་ཡིན་ན་བསམ་བསམ་འདྲ་བུ་དེ་ཚོ་ཡང། ཅི་གོ་མཁན་འདྲ་བྱེད་ཀྱི་འདུག་ཡང་ངས་འདི་ལ་ཡང། རྟོག་པ་བཤད་ཀྱི་མེད་ད་དེ་ང་ལ་ཡང་ད་འདི་འདྲ་ཅིག་རེག་རྒྱུ་ཞིག་འདུག་དེ་ཡིན་དུས་གང་ན། ཏན་ཏན་ཁྱེད་རྣམ་པས་ཀྱི་དོ་སྣང་གནང་བ་ཡིན་ན། འདི་དེས་དཔེ་ཆ་སྦྱངས་ནས་བཤད་པ་ལས་ལྷག་ཚེ་གསོལ་བ་བཏབ་ནས་བཤད་ཡག་གི་འདུག་དེ་ནས་ངས་དེ་ད་ག་ཟེ་ཁྱེད་རང་རྣམ་པ་ལ་ཡང་ག་རེ་ཟེར་བ་རེད་སྤྲོ་བ་བསྐྱལ་ཡག་ཟེར་བ་རེད་ད་སྤོབས་པ་བསྐྱལ་ཡག་གི་ཆེད་དུ་ཞུ་གི་ཡོད། དེ་ནས་ད་དམིགས་བསལ་གི་འདས་ལ་ཡང་ཐམས་ཅད་ལ་ད་གང་ཟག་ང་ལ་ཅིག། དམིགས་བསལ་ཞུ་རྒྱུ་གང་ཡང་མི་འདུག་དེ་ནས། ད་ཐུགས་མཐུན་ཁྲིམས་གཙང་ཐོས་བསམ་སྒོམ་གསུམ་ཟེར་འདི་ཚོ་གནད་འགག་ཆེན་པོ་རེད། དེ་ཡང་ཕྱིར་ལྟ་དེ་མང་པོ་ང་ཚོ་བླ་མ་ཚོ་མང་པོ་ཅིག་གསུང་གསུང་ག་རེད་དེ་ནས་འདས་ལ་ཡང་ཐག་གསུང་བཤད་མཁན་ཤ་སྟག་ཡོད་རེད་དེ་ཚོ་ལ་ཡང་ཅི་ཡང་ཅི་ཞུ་དགོས་ཡ་ཡ་མི་འདུག་དེ་ནས་རྔན་མ་འདྲ་ཅི་ཡིན་ན་ངས་མཚམས་མཚམས་ལ་མང་མང་ཚོགས་འདྲ་བྱས་དུས་གང་ན་ད་རྒྱ་ཡང་ཆེ་ཚོད་ཀྱི་སྤྲུལ་སྐུ་ཡིན་པའི་རྒྱུ་མཚན་གྱིས་ཆོས་ལུགས་ལ་དེ་ནས་རིས་མེད་དགོས་ཀྱི་རེད། དང་བླངས་བྱེད་དགོས་རེད་རིས་སུ་མ་ཆད་པ་བྱེད་དགོས་རེད་ཟེར་མཚམས་མཚམས་ལ་ཞུས་མྱོང། དེང་སང་ནས་ངས་མཚམས་མཚམས་ལ་བསམ་བློ་ཅིག་འཁོར་ཡོང་དུས། ད་ཕྱོགས་རིས་ཡོད་མཁན་ཅིག་ཡོད་ན་ཡང་ཡག་པོ་རེད་དྲན་ཡོང་དུས་མཚམས་མཚམས་ད་ནི་ཆོས་ལ་རྩ་ནས་ཁོ་རང་དོ་སྣང་རྩ་ནས་མེད་ནས། ག་རེ་ཟེར་ན་ཆོས་ལ་ཕྱོགས་རིས་ཡོད་མཁན་དེ་ཡང་ཁོ་ཁོ་རང་གི་ཆོས་ལ་ཡ་བལྟས་ཚོད་ཀྱི་དོ་སྣང་ཟེར་བ་རེ་བདག་པོ་རེ་འཇམ་མཉེན་གྲོགས་མཁན་ཞིག་རེད་དེ་ཡོད་རེད། ད་དེང་སང་དཔེ་དུས་ཚོད་དེ་ཆོས་ལ་ཨ་ལེ་ཤག་ཤི་ཐུ་བྷི་གི་ཆོས་ལ་དོ་སྣང་རྩ་ནས་གང་ཟེར་སླེབས་མ་སླེབས་དེ་འདྲའི་གི་དུས་ཚོད་ལ་སླེབས་དུས་གང་ན་དེ་ནས། དམིགས་བསལ་གྱི་ད་ཁྱོད་ལ་གང་ཟག་ཕྱོགས་རིས་བྱེད་དགོས་ཀྱི་བྱེད་ཉན་གྱི་མ་རེད་ཟེར་མཁན་རེད་པོ་དེ་ཚོ་ཞུ་ཡ་དེ་ག་འདྲས་ཡིན་ན་ཡང་བསམ་གྱི་འདུག་གང་བྱས་ད་དོན་ཐོག་རྡོག་རྡོག་གྱིས་ཞུས་པ་ཡིན་ན་ཐམས་ཅད་དེ་ནས་ང་ཚོ་ཆེ་ཆུང་ཐམས་ཅད་ཆོས་པ་ཆགས་ཡ་དེ་གནད་འགག་ཆེན་པོ་ཞིག་འདྲ་རེད་ངས་དེ་ཞུ་ཡ་ཡིན།

དེ་ནས་སྨོན་ལམ་གར་ས་གསོལ་འདེབས་ཐམས་ཅད་ཀྱི་མགོ་ལ་ཡས་བློ་ཆོས་སུ་འགྲོ་བར་བྱིན་གྱིས་རློབས་ཟེར་ནས་གསུང་ཡང་དེ་སོགས་སྔོན་ནས་གྱུར། དགོངས་པ་དགོངས་གཞི་དངོས་གནས་ཐུགས་བསམ་བཞེས་ཕྱོགས་ཧ་ལས་པ་དེ་འདྲ་ཡིན་ཐག་ཆོད་རེད་ཤག། ཆོས་པ་དེ་བཟོ་ཐུབ་ཡག་དེ། དེ་ཁོ། དེ་བཟོ་ཐུབ་ག་ལ་ཁ་པོ་ཞེ་དྲག་རེད་འདུག་ད་དེ་གང་ཟག་འཇིག་རྟེན་པ་ཁོ་རང་ད་ཕ་བལྟ་ས་ལ་མི་བྱ་ན་བཞིན་མེད་ན་ཡང་ཁོ་འཇིག་རྟེན་པ་རང་ད་ཁོ་རང་འཇིག་རྟེན་ཆོས་རྗེ་རང་ལ་གང་བྱེད་ཡིན་ཟེར་གོ་རེད་ད་དེ་རེད་གི་ཡོད་རེད་གི་ཡོད་ས་རེད་དེ་ཡིན་དུས་གང་ན་དེ་ནས་ཆོས་པ་ཆགས་ཡ་དེ་གནད་འགག་ཆེན་པོ་རེད་དོ་མེན་ཐམས་ཅད་ལ་གང་ཟག་དེ་ནས་དེའི་ཆེད་དུ་དཀོན་མཆོག་ལ་གསོལ་བ་བཏབ་ཡ་དང། བླ་མ་དང་དེ་ཚོ་ལ་གསོལ་བ་བཏབ་ཡ། མཆོད་པ་ཡག་པོ་བྱ་ཡ་དེ་དེ་གི་རང་ལ་ཡང་དེ་གི་ཕན་གཞན་ལ་ཡང་དེ་ནས་དེ་རང་གི་འགྲོ་དོན་ཟེར་བ་རེད་འཕྲིན་ལས་ཟེར་བ་རེད་དེ་དེ་རང་དགའ་ཤོས་དེ་དེ་རང་ཡིན་ས་རེད་ངས་དེ་ཞུ་ཡ་ཡིན། དེ་ནས་ད་འདས་ལ་ཡ་ད་ལན་བླ་མ་སྤྲུལ་སྐུ་མང་པོ་ཕེབས་ཤག་སྤྲུལ་སྐུ་གི་རིགས་དེ། དེ་ནས་ད་ང་ཡང་སྤྲུལ་སྐུ་ཅིག་རེད་བ་ད་སྤྲུལ་སྐུ། དེ་ནས་ང་ཚོས་ད་སྤྲུལ་སྐུ་ཟེར་མཁན་དེ

བར་ཆད་ཆེ་ཤོས་གཅིག་དེ་ང་རང་ཚོ་བོད་པའི་སྤྱི་ཚོགས་དེ་ཡིན་ས་རེད་བསམ་ཡོང་གི་འདུག་ད་གཟན་ན་ནི་ཁོའི་རྣམ་དཔྱོད་ལ་ཡང་འགྲོ་ས་མ་རེད་དེ། དེ་ནས་ཆུང་ཆུང་གང་ནས་ཕ་མ་དང་བླ་བྲང་དང་ད་དེ་ནི་སྐུ་གོང་མའི་སློབ་མ་ཡིན་ན་ཟེར་གྱི་འདུག་པ་དེ་ཚོ་གིས་ཆུང་ཆུང་བསམ་བློ་བཏང་ཤེས་ལ་མི་ཤེས་ལ་ནི་ཁོའི་སྤྲུལ་སྐུ་ཡིན་ན་ཅི་རེད་ཟེར་ནས་དབང་ཆ་གང་ཡང་མ་བྱས་པར་ཡང་ཁྲིའི་སྒང་ལ་བཞག་བདག་པོ་བརྒྱབ་གཅིག་གཅིག་བྱས་གཉིས་གཉིས་བྱས་པར་བརྒྱབ་འདྲ་མི་འདྲ་བཞི་པོ་ཅི་ཡིན་དེ་འདྲས་ལབ། དེ་ནས་སྤྲུལ་སྐུ་བལྟས་ཚེ་ཡར་ཆེ་རུ་ཆེ་རུ་འགྲོ་དུས་ཁོ་ཁོ་ད་ཡང་སྐྱེས་བུ་དམ་པའི་སྐྱེས་བུ་ཁ་ཤས་ནི་ད་ཡང་ཁོ་རང་ཐུན་མོང་མ་ཡིན་པ་དེ་འདྲ་ཡོད་སྲིད་ཀྱི་རེད་དེ་མང་ཆེ་བ་དེ་ནི་ཁོ་སོ་སོའི་སྐྱེ་བོ་རེད་དེ་ཡོད་རེད་དེ་ནི་རྒྱུའི་འདོད་ཆགས་ཞེ་སྡང་གཏི་མུག་ལ་སོགས་པ་མང་པོ་ཡོད་རེད་དེ་ནི་དེ་དུས་ད་སྤྲུལ་སྐུ་ཚོགས་ཀྱིས་དེ་ནི་བསྟན་བཤིག་འཁྲབ་གི་འདུག་སྤྲུལ་སྐུ་ཚོགས་ཀྱིས་ཅི་ཞིག་བྱེད་ཀྱི་མི་འདུག་གཉིས་གཉིས་བྱེད་ཀྱི་མི་འདུག་ཟེར་ནས།

ཕོ་དང་ཕོ་མཉམ་འགྲོ་ལྡན་མཁན་གྱི་ཚོགས་པ་ཚོགས་ཀྱི་དེ་ནས་ཐོབ་ཐང་ལ་ཡང་གང་ཟག་རྩོད་རྒྱག་མཁན་གྱི་ཚོགས་པ་ཟེར་མཁན་འདྲ་དང། མོ་དང་མོ་མཉམ་འགྲོ་ལྡན་མཁན་གྱི་གང་ཟག་མི་མི་རིགས་ཚོགས་ཀྱི་དེ་ནས་གང་ཟག་ཐོབ་ཐང་ལ་དང་གསལ་བཤད་བྱེད་མཁན་གྱི་ཚོགས་པ་ཟེར་མཁན་འདྲ་པོ་དེ་འདྲ་ཡོད་རེད་པ། མཚམས་མཚམས་ངས་དེ་འདྲའི་སྟེང་དུ་ང་ཚོའི་སྤྲུལ་སྐུ་ཚོས་ཚུར་རུག་རུག་བྱེད་ཀྱི་ནི་ཚོགས་པ་ཅིག་བཙུགས་དགོས་ཀྱི་འདུག་དྲན། ང་ཚོ་ལ་འདི Human Rights ཟེར་བ་རེད་འགྲོ་བ་མི་ལ་འགྲོ་བ་མིའི་ཐོབ་ཐང་དགོས་ཀྱི་འདུག་ད།

གང་ཟག། མུ་མཐུད་ཅི་རེད་དྲན་གི་འདུག་ད་རུང་ལོ་བཅུ་ཉི་ཤུ་སུམ་ཅུ་ག་ཚོད་དུས་ཡོད་ན་ཡིན་ནའི་ད་སྤྲུལ་སྐུ་འཚོ་སྐྱོང་བྱེད་ཡ་དེ་དཔེ་གལ་ཆེན་པོ་ཞིག་རེད་བ་གོ། དེ་ནས་འདི་ང་རང་གི་ངོ་ནས་བསམ་བློ་བཏང་དུས་གང་ན། དཔེར་ན་ང་འདྲ་ཅིག་ཡིན་ན་ངའི་ཕ་རྒན། ངའི་པཱ་ལགས། པཱ་པ། ངའི་ཕ་རྒན་འདྲ་ཅིག་ཡིན་ན་མིག་སྔོན་ནས། བཀའ་མོལ་ཚུར་གནང་དུས་གང་ན་བརྒྱ་ཆ་དགུ་བཅུ་གོ་དགོས་དེ་བཀའ་བཀྱོན་ཤ་སྟག་རེད། ངས་མི་ཚེ་ནང་དེ་ལས་ཡག་བཀའ་བཀྱོན་ཤ་སྟག། ཚར་གཅིག་པད་མ་སེ་གི་ཁོ་རང་ཐུགས་ལྷུང་བཞེས་བྱས་ནས་ང་ལ་ང་ཚ་ལ་ཕེབས་ཀྱི་འདུག་ད་གང་འདྲ་རན་ཡིན་ན་དྲན་སོང། དེ་ནས་དེ་དུས་ང་ད་ལོ་ཉི་ཤུ་ཙི་ཡིན་ས་ཡོད། དེ་དུས་ད་ང་ཚོའི་བླ་མ་སྤྲུལ་སྐུ་ཚོ་གི་ག་དུས་ནས་ལས་ཤོག་ཟེར་གྱི་བཟོ་ཡ་ཡོད་རེད་ཡི་གེ་བྲིས་ས་ཅིག།

དེ་གི་མཚན་ཁྱོད་ཡིན་གདོང་གྲོགས་བྱས་ནས་འདལ་ཡ་བྲིས་ནས། ཁོང་རྒྱ་ཡན་ཆེན་ཚེ་དབང་པོ་དང་རྒྱ་ཡན་ཆེན་ཚེ་ཆོས་ཀྱི་བློ་གྲོས་སེང་གེ་སོགས་པད་མ་སི་ཉི་མ་དང་ཟླ་བ་ནང་བཞིན་ཡོད་རེད། ཁྱོད་དེ་གི་མིང་བེད་སྤྱོད་བཏང་རེད། དེ་འདྲའི་སྐབས་བཅོལ་མང་པོ་གནང་མྱོང། དེ་ནས་ང་ཚོ་གི་ད་དགེ་རྒན་དང་ཞབས་ཕྱི་ཚོ་ཡང་དེ་འདྲ་རང་རེད་ང་ཚོ་ང་ཆུང་ཆུང་སྒང་ལ།

དེ་ནས་ཀ་ཐོག་སི་ཏུ་དེ་རྒྱ་གར་མཁྱེན་བརྩེ་དབང་པོ་གི་སྐུ་ཡི་ཚ་བོ་ཡང་རེད་ལ་ད་མཁྱེན་བརྩེ་མཁྱེན་བརྩེ་ཆོས་ཀྱི་བློ་གྲོས་ཀྱི་ད་བླ་མ་ཟེར་ནའི་ད་དེ་འདྲའི་རེད་བ། དེ་ནས་ཀ་ཐོག་སི་ཏུ་གི་རྒྱ་ཡང་མཁྱེན་བརྩེ་ཆོས་ཀྱི་བློ་གྲོས་ལ་ཁྱོད་ག་བ་བསྡད་ཀྱི་ཡོད་གསུང་བ་རེད། དེ་ང་འདི་ན་འདི་གམ་བསྡད་ཀྱི་ཡོད་ཟེར་ནས་རྒྱ་ཡང་མཁྱེན་བརྩེ་དབང་པོ་གི་གཟིམས་ཁྲི་ལ་ཡར་འཛུལ་གི་བཙུགས་བ་རེད། འཛུལ་གི་བཙུགས་དུས།

སྐྱབས་རྗེ་ཐང་གུ་ཆེན་གསེར་འབུལ་གྱི་བཀྲ་ཤིས་དཔལ་འབྱོར་འདྲ་ཞིག་ཡིན་ན། ད་ཕྱིས་སུ་པད་མ་སྲིད་དགུང་ལོ་ཆེན་པོ་ཆེན་པོ་ཆགས་ནས་སྐབས་མ་གཏོགས་ཕལ་ཆེ་བ་ལ། ད་ང་དང་ང་འཚམས་འཚམས་ལ་ད་ག་ས་ག་སར་འགྲོ། ཟླ་བ་རེ་རེ་ཚེ་གཉིས་རེ་ཚེ་ལོད་ད་ཟླ་བ་དྲུག་རེ་ཚེ་བདུན་རེ་ཚེ་ག་ས་ག་སར་འགྲོ་ཡང་ཆར་ཆུ་སྐྱབས་རྗེ་ཆེན་གསེར་འབུལ་གྱི་སྐུ་མདུན་ལ་བཅར་དུས། སྐྱབས་རྗེ་མཁྱེན་བརྩེ་རིན་པོ་ཆེ་འཕགས་སྐུ་གཟུགས་བརྗིད་པོ་ཆགས་ཡ་བཞེངས་ཐུབ་མ་ཐུབ་གནང། ཡ་བཞེངས་ནས་ཡིན་གཅིག་མིན་གཅིག་ང་ལ་ཕྱག་གསུམ་འཚལ་གནང་གི་རེད་ད་ཕྱིས་སུ་ད་དགུང་ལོ་ཆེན་པོ་ཆགས་ནས་ཕྱག་རེ་རེ་འཚལ་པས་མ་གཟིགས་འོ་བྱེད་བྱེད་ནས་གནང་གི་རེད། དེ་ནས་ང་ལ་ད་ཕྱག་འཚལ་ས་དེ་དེ་ནས་དེ་འདྲའི་གནང་གི་རེད། ཡང། གང་སང། ཚར་གཅིག་ངས་སྐྱབས་རྗེ་མཁྱེན་བརྩེ་རིན་པོ་ཆེར་ཞུས་མྱོང། དེ་ནས། ད། ང། ད། རྗེས་མ། ད། ག་རེ་ཟེར་བ་རེད། གཅིག། ཆོས་དང་འཇིག་རྟེན་དང་ད་བསྟན་པ་དང་སེམས་ཅན་དང་དེ་འདྲས་ཀྱི་དོན་དག་ལ་ཡང་ད། གཅིག་ལས་ཀ་དེ་ལས་དགོས་དུས། ད་བྱེད་སྟངས་འདྲ་པོ་དེ་གཅིག་ག་རེ་བཟོ་གི་རེད་ག་འདྲས་བྱས་ནས་བྱེད་དགོས་རེད་མི་ཚེ་སྤྱད་སྟངས་འདྲ་པོ་དེ་ཟེར་བ་རེད་བ་ད་ངས་མི་གཞན་དག་ལ་ཕན་ཡག་གི་ལས་ཀ་དང་རང་ལ་ཕན་ཡག་གི་ལས་ཀ་དེ་འདྲ་བྱེད་དགོས་ཀྱི་ཡོད་ན། ད་གདམས་ངག་མན་ངག་འདྲ་པོ་གཅིག་ཐུང་ཐུང་གཅིག་གསུང་རོགས་གྱིས། ངས་དེ་ཤི་ཁྲ་གསལ་པོ་དྲན་གི་འདུག་ང་རྟ་སྒྲོ་སྟག་ཚང་ལ་ཡར་མཚམས་འདེགས་ཀ་འགྲོ་གི་ཡོད་དེ་དུས་དེ་དུས་སྐྱབས་རྗེ་མཁྱེན་བརྩེ་རིན་པོ་ཆེ་ད་ཡང་ཁོང་བ་ཡུལ་ལ་ཡིན་ན་ཅིག་ནས་མ་ཕེབས་འགྲོ་གི་ཡོད་རེད། དེ་དུས་དེ་ནས་སྐྱབས་རྗེ་ཆེན་ཚེ་རིན་པོ་ཆེ་ཕ་བ་ཡུལ་ལ་ཕེབས་པ་རེད་ང་ཡར་འབར་སྟག་ཚང་འགྲོ་རེད་འདི་གཅིག། ཁ་བྲལ་དུས་ག་དུས་ནས་སེམས་པ་སྐྱོ་པོ་འདྲ་གཅིག་ཡོད་དེ་དུས་དེ་སྐྱབས་རྗེ་ཆེན་ཚེ་རིན་པོ་ཆེ་ལ་གང་ཟེར། ང་ལ་ཡར་དེ་ནས་མན་ངག་ཅིག་གསུང་རོགས་གྱིས་ངའི་མི་ཚེ་སྐྱེལ་སྟངས་འདྲ་པོ་དེ་ག་འདྲི་དགོས་རེད་ཞུས་དུས། དེ་ནས་དེས་དཔེ་མ་ཚིག་གསལ་པོ་བྱས་ནས་གཅིག་གསུངས་སོང་དེ་ག་རེ་གསུངས་སོང་ཟེར་ན། ཨོ་གང་ཡང་བྱེད་དགོས་མ་རེད། ཁྱོད་རྒྱང་ཡང་མཁྱེན་བརྩེ་དབང་པོ་དང་མཁྱེན་བརྩེ་ཆོས་ཀྱི་བློ་གྲོས་ལ་གསོལ་བ་བཏབ་བསྡད་ན། དེ་ནི། དེ་ལས་ལྷག་ཚེ་རང་དང། རང་ལ་ཕན་ཡ་དང་གཞན་ལ་ཕན་ཡ་དེ་ལས་ལྷག་ཚེ་དགོས་པ་མ་རེད་ཟེར་གསུང་གི་འདུག་ད་དེ་ཚོར་བསམ་བློ་བཏང་ཡ་དེ་དཔེ་མ་སྲིད་ཀྱི་ཧ་ཅང་གི་ད། ང་ཚོ་དངོས་ནས་བསམ་བློ་བཏང་བཏང་དེ། དེ་ཚོའི་གྲས་དེ་དཔེ་ག་རེ་ཟེར་བ་རེད་འཚོ་སྐྱོང་བྱེད་སྟངས་དེ་ཧ་ཅང་གི་རྩ་ཆེན་པོ་ཡིན་ས་རེད་དྲན་གི་འདུག་ངས་ད་ལྟ་བསམ་བློ་བཏང་དུས། ག་རེ་ཟེར་ན། སྐྱབས་རྗེ་མཁྱེན་བརྩེ་རིན་པོ་ཆེ་ཁོང་རང་གི་ངོ་བོ་ནས། དེ་ནས་ང་ལ་ཡ་ཁྱེད་ཚོས་ཆོས་ཀྱི་བློ་གྲོས་རང་གིས་ག་རེ་ཟེར་དགོས་རེད་ད་མ་ཤེས་ཁྱེད་ཚོས་ཤེས་ཚད་རིན་པོ་ཆེ་ད་ལྟ་སྣང་སྲིད་ཐམས་ཅད་ལྷ་དང་ལྷ་མོ་བླ་མེད་ཀྱི་དཀྱིལ་འཁོར་རེད་དེ་ཨོ་རེད་བ། དེ་ནས་འདི་ངས་ག་རེ་གོ་བ་གླེང་གི་ཡོད་ཟེར་དུས། སྤྲུལ་སྐུ་ཚོ་ལ་སྤྲུལ་སྐུ་ཚོ་གིས་ལྟ། སྐུ་གོང་མས་ཀྱི་སློབ་མ་དང་དེ་ཚོ་གིས་ཁོ་རང་ཚོ་གི་ལས་འགན། ད་དེས་རང་གི་བླ་མ་དང། རང་རང་གི་བླ་མ་སྤྲུལ་སྐུ་ཡང་སྲིད་དེ་ཚོ་གིས། ཡང་སྲིད་དེ་ཚོ་ད་བླ་མ་དེའི་སྐུ་གོང་མ་དེ་རང་ཡིན་བསམ་ནས་བསམ་ཡག་གི་ལས་འགན་ཉམས་ལེན་འདྲ་གྱིས་མ་སོང་ན་ཁོ་རང་སྒེར་གྱི་ངོ་བོ་ནི་དེ་ཡིན་ས་རེད་དེ་ལོས་ཡིན། ཡང་སྲིད་རྐྱང་པ་མ་རེད་ལྷ་དང། གང་ཟག་སྣང་སྲིད་ཐམས་ཅད་བླ་མེད་ཀྱི་དཀྱིལ་འཁོར་ལ་ཡང་ལྟ་དགོས་ཀྱི་ཡོད་རེད་བ་ང་ཚོ་སྔགས་ཉམས་སུ་ལེན་དུས། ཡིན་ན་ཡང་སྐྱབས་རྗེ་མཁྱེན་བརྩེ་རིན་པོ་ཆེ་གིས་ཆོས་མཁྱེན་བརྩེ་དབང་པོ་དང་མཁྱེན་བརྩེ་ཆོས་རྒྱུད་བློ་གྲོས་ལ་གསོལ་བ་བཏབ་ཆོག་གསུང་ཡ་དེ་པདྨ་འཛིན་མའི་ངག་ཀླན་ཀ་ཆེན་པོ་རེད་བ། ང་ཚོ་སྤྲུལ་སྐུ་ཚོ། དེ་ང་སྐུ་གོང་མ་དེ་རང་ཡིན། ཟེར། དེ་བསམ་ཡ་དེ། ད་ནོར་གི་ཡོད་ས་རེད་ད། ག་རེ་ཚོར་སྤྱི་ཁྱབ་ནས་བཤད་གི་ཡོད་ད་ཡང་དངོས་གནས་ཡིན་པ་དེ་ཚོར་ཡང་གང་ཟག་གི་ཚོས་བཟུང་ཐུབ་གི་མ་རེད། དེ་ཡིན་དུས་ག་ན་ང་སྤྲུལ་སྐུ་ངོ་མ་ཡིན། ཟེར། བསམ་ཡ་དེ། ནོར་གྱི་ཡོད་ས་རེད་དཔེར་ན། བླ་མ་གོང་མ་ཚོ་གི་ཕྱག་ཡིག་ཡི་གེ་བྲིས་བཞེས་པ་དེ་ཚོའི་ལ་ཡང། ག་ཞིག་གུ་ཞིག་སུ་ཞིག་སུ་ཞིག་དཔེར་ན་འཇམ་མགོན་ཀོང་སྤྲུལ་ཡིན་ན་རེད་སུ་ཡིན་ན་དེ་ཚོ་གི་ཡི་གེ་བྲིས་པ་དེ་ཚོ་ནང་འདུག་ཨ། སུ་ཞིག་སུ་ཞིག་གི་བླ་མིག་གི་མཚན་གྱི་ཅོད་པན་འཆང་བ་པོ། དེ་ནས་ཟེར་མཁན་འདྲ་བ་དེ་ཚོ་དེ་ཚོ་ལ་གོ་རྒྱུ་ཆེན་པོ་ཡོད་ས་རེད་ཡང་མིང་གཅིག་བཏགས་ཡོད་མཚན་གྱི་ཅོད་པན་ཟེར་དུས་ད་ཞྭ་མོ་ཟེར་བ་རེད་ཞྭ་མོ། ཞྭ་མོ་གོན་མཁན་ཡིན་ཟེར་བ་རེད་མ་གཏོགས་ང་ཞྭ་མོ་ཡིན་ཟེར་ལབ་གི་ཡོད་མ་རེད། དེ་ཡིན་དུས་ཀ་ན་དེ་གང་ཟག་གནད་འགག་ཆེན་པོ་རེད་འདུག་བསམ་གྱི་ཡོད། དེ་ནི་ང་འདྲ་གཅིག་ཡིན་ན་རྒྱ་ཡན་ཕྱིན་ཚེ་ཆོས་རྗེ་བློ་གྲོས་ཀྱི་ཡིན་ཟེར་ས་ནི་ཁོ་རང་བསམ་མ་མྱོང་ས་ནས་རྦད་དེ་བསམ་ཕོད་ཡ་མེད་རོ། རྒྱ་ཡན་ཕྱིན་ཚེ་དབང་པོ་དང་ཕྱིན་ཚེ་ཆོས་རྗེ་བློ་གྲོས་གཉིས་ཀྱི་རྣམ་ཐར་དེ་ལ་གཅིག་རྟག་ཡིན་དུས་ཀ་ན་བསམ་དུ་མ་ཕོད་པ་རེད། དབྱངས་ཅན་རྣམ་རིག་གིས་དེ་ལ་ཡང་གོ་བ་ལོག་ནས་ང་ཡང་སྐྱེ་བ་སྔ་ཕྱི་ལ་ཁས་ལེན་མི་འདུག་བསམ་མཁན་དེ་འདྲ་ཡིན་གྱི་རེད་དེ་འདྲས་མ་རེད་བ་སྐྱེ་བ་སྔ་ཕྱི་ལ་ཁས། དངོས་གནས་ང་ལ་སྐྱེ་བ་ད་འདི་ལ་ལབ་བྱ་ན་བྱས་མི་འདུག་འཇམ་དབྱངས་མཁྱེན་བརྩེ་ཆོས་བརྒྱུད་བློ་གྲོས་ཀྱི་ཡིན་ཟེར་བསམ་མི་བསམ་དོན་ཡང་ཕོད་ཀྱི་མི་འདུག་དེ་གཅིག་འཇམ་དབྱངས་མཁྱེན་བརྩེ་ཀྱི་དྲན་དྲན་ཡང་འདྲ་ད་དེ་འདྲ་རྩ་ནས་མི་འདུག་ཡིན་ན་ཡང་ལྷོ་ཨ་མེ་རི་ཀ་ཟེར་ས་ཅིག་ཡོད་རེད་པེ་རུ་ཟེར་ས་ཀྱི་ལུང་པ་ཅིག་ལྷོ་ཨ་མེ་རི་ཀ་ལ་ཡོད་རེད། པེ་རུ་ཟེར་མཁན་གྱི་ལུང་པར་སླེབས་དུས་གང་ན། དེ་ནས་པེ་རུ་གྱི་གང་ཟེར་ཁོ་རང་ཚོའི་ལོ་རྒྱུས་རྙིང་པའི་ནང་ལ་ཨིང་ཀ་ཟེར་མཁན་གྱི་དེ་འདྲའི་གཅིག་ད་མི་རིགས་གཅིག་ཡིན་ས་རེད། ད་འདས་པའི་གི་སྐད་ཆ་རེད་ད་ལོ་ཉིས་སྟོང་སུམ་སྟོང་གི་སྔས་ན། ང་དེའི་ལུང་པར་འགྲོ་དུས་གང་ན་སྔར་གཞན་དང་མ་འདྲ་བའི་གི་པེ་ཚོར་བ་ཁན་ཚ་པོ་ཞེ་པོ་དེ་འདྲས། ང་སྔན་མ་ཨིན་ཀ་ཟེར་མཁན་གྱི་རྒྱལ་པོ་འདྲ་དང་བློན་པོ་འདྲ་དང་ཡང་ན་ནི་འབངས་མི་སེར་འདྲ་གང་རུང་ཞིག་ཡིན་ས་རེད་ངས་དེ་འདྲས་དྲན་གྱི་འདུག་ངས་མཚམས་མཚམས་ལ། གང་ལྟར། དེ་ལྟར་རྒྱུ་མཚན་གང་ཡང་ཆོས་ཡོད་པ་དེ་འདྲ་གང་ཡང་ཡོད་མ་རེད་སྤྱི་བཏང་ཚོར་བ་རེད་ངས་དེ་ཞུ་གི་ཡོད། མཁྱེན་བརྩེ་ཆོས་བརྒྱུད་བློ་གྲོས་ཡིན་པ་གྱི་ཚོར་བ་དེ་དག་གང་གང་ཡང་མི་འདུག་དེ་ཡིན་དུས་གང་ན། དེ་ནས་གང་ཟག་ང་ཚོའི་བླ་མ་སྤྲུལ་སྐུ་ཚོར་དམིགས་བསལ་གྱི་བཀའ་དྲིན་ཞུ་དགོས་ཡོད་ཟེར་ན། དེ་ནས་རང་རང་སོ་སོ་ད་ཕ་མ་རེད་སློབ་མ་རེད་དེ་ཚོ་གིས་ད་ཁྱེད་སུ་ཡིན་དང་སུ་ཡི་སྤྲུལ་སྐུ་རེད་ཟེར་ལབ་དུས་གང་ན་ད་ཁ་ཡང་ཡོད་མ་རེད་ད་ཕྱོགས་གཅིག་ནས། དེ་ནས་ཡིན་ན་ཡང་ད་འདི་ང་རང་རང་དེ་ཡིན་བསམ་པའི་བསམ་པ་དེ། གང་ཟག་དང་དངོས་གནས་ཡིན་ན་ནི་ཞུ་ཕོད་ཆད་མ་རེད་དེ་ད་དེ་ཚོ་དེ་ནས་བསམ་བློ་བཏང་ཡ་དེ་གཟབ་གཟབ་གནང་དགོས་ཡ་མི་འགྲོ་ངས་དེ་ཞུ་གི་ཡོད་ག་རེ་ཟེར་ན། མཚམས་མཚམས་དེ་འདྲ་ཡོང་གི་འདུག་སྤྱི་བྱེ་བུ་མོ་དེ་འདྲས་བླ་མ་དང་སྤྲུལ་སྐུ་དེ་འདྲས་ཡོང་གི་འདུག་ཁོང་ཚང་དང་མཉམ་དུ་དེ་ནས་འབྲེལ་བ་བྱས་ཤེས་པ་ཡིན་ན་བྱིན་རླབས་ཡོད་དེ་འདྲས་ཡོང་གི་རེད་ཟེར་དེ་འདྲས་ལབ་གི་འདུག་དེ་འདྲས་ག་འདྲས་བྱས་དགོས་རེད་ཟེར་ང་ལབ་གི་འདུག་ངས་ལབ་པ་ཡིན་དེ་ཚོ་ལ་ཨའོ་ཡིན་གྱི་མ་རེད་ཁོ་རང་ཚོ་འདོད་ཆགས་ལངས་ཀྱི་ནས་དེ་འདྲས་ལབ་བསྡད་པ་ཡིན་གྱི་རེད་དེ་ཚོ་ལ་ཅི་འདྲ་ཉན་རྒྱུ་ཡོད་མ་རེད་ཟེར་ངས་ལབ་གི་ཡོད་ད།

ང་ཚོ་བོད་རིགས་མ་ཡིན་པ་དེ་འདྲའི་མི་མང་པོ་ཚོ་ལ་ཡ་དཔེ་མ་གཟིགས་ཀི་ག་རེ་ཟེར་བ་རེད་བསམ་བློ་གཏང་མི་ཤེས་པ་དེ་འདྲ་མང་པོ་ཅིག་བཟོ་གི་ཡོད་ས་རེད་དེ་ནི་ངས་ཁོ་ཚོ་ལ་ལབ་ཀི་ཡོད་ད་སྤྲུལ་སྐུ་ཟེར་མཁན་དེ་རིགས་མ་འདྲ་བ་མང་པོ་རེད། དཔེར་ན་སྤྲུལ་སྐུ་དེ་མ་ཐག་པ་དཔེར་ན་འཇང་ཡེ་ཆེན་ཚེ་དབང་པོ་འདྲ་ཅིག་ཡིན་ན། དེ་ནི་ཀུན་མཁྱེན་འཇིགས་མེད་གླིང་པ་གཟིམ་ཆུང་གཅིག་གི་ནང་ནས་གཅིག་ལ་ཕེབས་པ་ནང་བཞིན་ཡིན་ཟེར་གསུང་གི་ཡོད་རེད་བ་ད་དེ་ཚོ་སྐད་ཆ་ཁ་ཁ་རེད་ཤག། དེ་ནི་ཡ་མཚན་ཆེ་ཤོས་གཅིག་ལ་ངས་དེ་བསམ་གི་ཡོད། འཇང་དུས་འཁོར་མཁྱེན་བརྩེ་རིན་པོ་ཆེ་བཀྲ་ཤིས་དཔལ་འབྱོར་གྱིས་སྔས་མ་མཁྱེན་བརྩེ་ཆོས་བརྒྱུད་བློ་གྲོས་ལ་ཡང། དེ་ནས། ཅིག་སྔ་དྲོ་ཅིག་ལ་སྐུ་ཁྲུས་གནང་ནས་ཅིག་ཆུ་འདྲ་བླུགས་དེ་འདྲ་གནང་བ་མིན་འགྲོ། རྫོང་སར་བཞུགས་དུས། དེ་འདྲའི། གནང་བསྡད་པའི་སྐབས་དེ་ལ། དེ་ནས། དུས་འཁོར་མཁྱེན་བརྩེ་རིན་པོ་ཆེས་ཚུར་གཟིགས་ནས། ཁྱོད་གངས་རི་དེ་ཚོ་ཐང། ན་བུན་དེ་ཚོ་ཐང་ཡོང་དུས་གང་ལ་ཅི་དྲན་གྱི་འདུག།

ང་དེ་ཚོ་བསམ་གྱིས་མི་ཁྱབ་པ་རེད་བ། དེ་ཡིན་དུས་ཀ་ན་སྤྲུལ་སྐུ་དེ་མ་ཐག་པ་ཟེར་མཁན་དེ་དཔེ་དཀར་ལས་ཁ་པོ་སྨད་འགྲོ་དྲན་གྱི་འདུག་ང་རང་གི་བསམ་བློ་བཏང་སྟངས་ཡིན་ད། སྤྲུལ་སྐུ་དེ་དངོས་གནས་དེ་ཡང་སྲིད་དེ་མ་ཐག་པ་ཟེར་མཁན་དེ་དཔེ་མ་ཟིག་དཀར་ལས་ཁ་པོ་རེད་དྲན་གྱི་འདུག་དེང་སང་ཨ་ཡོད་ན་དྲན་གྱི་འདུག་མཚམས་མཚམས་ག་རེད་ཟེར་ན་སེམས་ཅན་གྱི་བསོད་ནམས་ལ་རག་ལས་གི་ཡོད་ས་རེད་ང་རང་ཚོ་རྫོགས་པ་ཆེན་པོའི་ཆོས་ནང་ལ་ཡང་འདུག་ཨ། སེམས་ཅན་ལ་བསོད་ནམས་ཡོད་མཚོ་དང་མཚེའུ་ལ་དེ་ནས་གཙང་ན་མཚོ་དང་མཚོ་ཟེར་བ་ལ་མཚོ་གཙང་ན། ནམ་མཁའ་ལ་སྤྲིན་མེད་ནམ་མཁའ་ལ་ཟླ་བ་ཤར་ཡོད་ན་དེ་ནི་ཟླ་བ་དེ་ལ་ལོངས་སྐུ་མཚོན་བྱེད་བྱས་ནས་སྤྲུལ་སྐུ་མ་དགེ་ཟླ་བ་ཟླ་བ་གི་ཡོད་མ་དགེ་གང་ཟག་མཚོན་སྣང་བ་ཤར་གི་རེད་དེ་འདྲའི་གསུང་བ་ལ་དེ་དང་གཅིག་པ་རེད་ཤག་ཡང། མཚོ་ལ་ཡང་དེ་ནི་གཅིག་རྩ་འདྲ་དེ་འདྲའི་འདྲ་མི་འདྲ་ཆེ་ནམ་མཁའ་ལ་ཡང་སྤྲིན་པ་ཆགས་ཟླ་བ་ཡང་ད་ཟླ་བ་དེ་ཤར་ཤར་ཤར་ག་རེད་དེ་ཡིན་ན་ཡང་དེ་གི་དབང་གིས་ཡང་གང་ཟག་མ་དགེ་ཟླ་བའི་གཟུགས་བརྙན་གསལ་པོ་ཡོད་མ་རེད་བ་དེ་ནང་བཞིན། དེ་མ་ཐག་པའི་སྤྲུལ་སྐུ་སེང་གེ་སྐམ་པོ་སྨན་གྲོགས་དྲན་གྱི་འདུག་ད་ཡང་དེ་ཚོ་ཕྱོགས་གཅིག་ནས་ཁ་དེ་གཏད་ཉན་འདྲ་ཅི་ཡང་བྱ་དགོས་འདུག་དེ་ཡིན་ན་ཡང་ད་བསམ་བློ་བཏང་དགོས་ཡ་གཅིག་རེད་ཤག་སྔས་མ་རི་སྐད་བྱ་སྒྲར་ཟེར་མཁན་གཅིག་ཡོད་རེད་ཐང་སྟོང་བྱ་ཕུད་དར་སྐུ་གོང་མ་དེ་ཁོང་ལ་དེ་ནས་ཁྱོད་ཐང་སྟོང་བྱ་ཕུད་ཀྱི་སྐྱེ་བ་རེད་ཟེར་གྱི་འདུག་དེ་ཁྱོད་རེ་བས་ཟེར་ཡ་དྲི་དུས་ཐང་ཐང་སྐྱེས་བུ་གི་སྐྱེ་བ་ད་ལྟ་ང་ལ་མིང་ཐང་ཐང་སྐྱེས་བུ་གི་སྐྱེ་བ་ཡིན་ཟེར་བཏགས་ཡོད་པ་རེད་དེ་ཐང་ཐང་སྐྱེས་བུའི་སྐྱེ་བ་དེ་ཅི་ཡིན་ས་མ་རེད་ད་དེ་ལ་བཤད་སྲོལ་འདྲ་གཉིས་འདུག་ངས་གོ་ཡ་གཅིག་ལ། ཐང་ཐང་སྐྱེས་བུའི་སྐྱེ་བ་དེ་ཅི་ཡིན་ས་མ་རེད་ཡིན་ན་ཡང། ཐང་ཐང་སྐྱེས་བུ་ཁོང་བོད་ལ་བཞུགས་དུས། ད་བོད་རྐྱང་པོ་མ་རེད་ག་ས་ག་ས་ལ་ཁོང། ཁོང་གི་སྐབས་སུ་ཟམ་པ་མང་པོ་བརྒྱབ་རེད་བ་ད་ལྕགས་ཟམ། ཟམ་པ་མང་པོ་ཟམ་པ་མང་པོ་བརྒྱབ་དུས་དེ་ནི་ས་རྐོ་རྡོ་སློག་དེ་འདྲ་བྱེད་དུས་མི་འབུ་མང་པོ་ཤི་ཡོད་ཀྱི་རེད། དེས་དེ་ཚོ་སླར་ཡང་དེ་ནི་ཐང་སྟོང་རྒྱལ་པོ་གིས་གསོལ་བ་བཏབ་སྨོན་ལམ་བཏབ་ནས་མ་འོངས་པ་ལ་མི་འབུ་ཤི་ལྕོགས་དེ་ཚོ་གིས་ཡང་དེ་ནི་བསྟན་པ་དང་སེམས་ཅན་ལ་བྱ་བ་བྱེད་པར་ཤོག་ཟེར་སྨོན་ལམ་གྱི་དབང་གིས་མལ་འགྲོ་ང་ཕལ་ཆེར་མི་འབུ་ཆུང་ཆུང་དེ་འདྲས་ཀྱིས་ཤི་ཤོང་ཤི་སོང་བ་དེ་འདྲས་ཀྱིས་སྐྱེས་པ་ཅིག་ཡིན་ས་རེད་དེ་འདྲས་གསུངས་པ་དེ་འདྲས་གོ་མྱོང་དེ་ཡང་ཞི་དྲག་གོ་རྒྱུ་ཆེན་པོ་རེད་དོ།

ཐབས་ཤེས་གནང་རོགས་གནང། དེའི་མཆོད་པ་གནང་ཐུབ་པ་ཡིན་ན་རང་ལ་ཡང་པད་མ་སྲིད་ཀྱི་སྐུ་ཚེ་རིང་ཡག་དང། དེ་ནས་ཉམས་རྟོགས་འཕེལ་ཡག་ཡག་ཤོས། གཞན་དག་ལ་ཡང་ཕན་ཐོགས་ཤོས་དེ་འགྲོ་དོན་གནང་ཡག་དེ་ཡང་དེ་ནས་ཕན་ཐོགས་ཤོས་དེ་ཡིན་ས་རེད། དེ་ཅིག་ཞུ་ཡག་ཡོད་དེ་ནས་འདས་ལ་ཡག་ད་མཁན་པོ་དང་བླ་མ་ཆོས་སྨྲ་བ་མང་པོ་ཡོད་རེད་དེ་ཚོ་ལ་དེ་ནས་དམིགས་བསལ་གང་ཡང་ཞུ་ཡག་མི་འདུག། གང་ཟག་དེ་ཚོ་ལ་ཡང་དེ་ནི་ད་གར་ད་ལྟ་ནང་བཞིན་ཆོས་པ་བྱེད་ཨེ་ཐུབ་ལྟ་ཡ། དེ་ནས་ཡིན་ན་ཡང་ད་ཁོང་རྣམས་ཆོས་སྨྲ་བ་པོ་མཁན་པོ་ཟེར་མཁན་འདྲ་བོ་དེ་ཚོའི་གྲས་དེ་ལ་དམིགས་བསལ་གྱི་ག་རེ་ཅིག་ཞུ་ཡ་ཡོད་ཟེར་ན། ད་ཤེར་ཕྱིན་ཚད་མ་དབུ་མ་ཟེར་མཁན་དེ་ཚོ་ཉན་ཐུབ་ཉན་ཤེས་མཁན་མང་པོ་ཡོད་མ་རེད། དེའི་ནང་ནས་ད་ང་ཚོ་ཤེས་དགྲ་བོ་ནང་ན་ད་བལྟས་སུ་བལྟས་སུ་ཡོད་ཀྱི་རེད་དེ་མང་ཆེ་བ་དེ་དེ་ཡོད་མ་རེད་བ། དེ་ནས་དེ་ཚོ་ལ། དེ་ནས་ད། མཁན་པོ་དགེ་བའི་བཤེས་གཉེན་ཆོས་སྨྲ་བ་པོ་ཟེར་དུས། ངས་དེ་འདྲ་ཞུ་ཡ་ཡོད། ཐུགས་བསམ་བཟང་པོ་བྱས་ནས། དེ་ནས། གཅིག་བཀའ་སློབ་བཀའ་སློབ་གནང་མཁན་གྱི་གོ་ས་དེ་མ་ཡིན་པ།

ཤེས་དང་སྙན་གྱི་བརྟུལ་ཞུགས་བསྐྱངས་ནས། དེ་ནས་དེ་ཚོ་ལ་ད་དེང་དེའི་ནང་ནས་དེང་སང་གི་མི་རིགས་དེང་སང་གི་ཕོ་མོ་ཚོ་ཟེར་བར་དེང་སང་གི་གཞོན་ནུ་ཚོ་ལ་དཔེ་སེམས་ཀྱི་དཀའ་ངལ་མང་པོ་ཡོད་རེད་དེ་ནི་དཀའ་ངལ་ཁ་ཤས་དང་ཁེན་ཚ་བོ་ཞེ་བོ་དེ་འདྲའི་ད་འདི་ཉན་དེ་ན་ད་དུས་ཚོད་འཕྲོ་ལ་ངོ་མ་རེད་བསམ་བསམ་རེད་པོ་དེ་ཚོ་ཡོད་རེད་དེ་ཡིན་ན་ཡང་དེ་ཚོ་ཐམས་ཅད་ལ་དཔེ་མ་སྲིད་ཉན་ཉན་མ་སྤྲོ་ན་ཡང་ཉན། ཉན་དུས་གང་ལ་ཡང་དཔེ་གཟབ་གཟབ་བྱས་ནས

དེ་ཞུ་ཡ་ཡོད། དེ་འདས་ལ་ད་ཕྱིས་རྗེས་མི་མང་པོ་ཞིག་སྒྲ་ལབ་ཡོད་རེད་ད་ལན། དེ་ཚོ་ལ་དེ་ནས་དམིགས་བསལ་ད་དུས་ཆུང་ཤས་ཤས་པ་རེད་དེ་ཚོ་ལ་དམིགས་བསལ་ག་རེ་བཤད་ཡ་ཡོད་ཟེར་ན། དེ་ནས་སངས་རྒྱས་ཀྱི་གོ་འཕང་ཟེར་མཁན་དེ། བོད་རིགས་ཟེར་མཁན་འདྲ་དང། དེ་འདྲས་རྒྱ་གར་གྱི་རིགས་ཟེར་མཁན་འདྲ་པོ་དེ་འདྲས་སྤྱང་འབག་གིས་ཐོབ་ཡ་ཡིན་པ་ཅིག་དང། རིགས་གཞན་དག་གིས་ཐོབ་ཡ་མེད་པ་དེ་འདྲས་གཏན་ནས་མ་རེད། སངས་རྒྱས་ཀྱི་གོ་འཕང་དེ་ཐམས་ཅད་ཀྱིས་ཐོབ་ཡ་ཡོད།